ཉིད་ཀྱི། ད་ལྟ་ཆོའང་ཀྲོའུ་ལ་ཡོད་པའི་གི་བོད་པ་ཚང་མ་ལ་ཡ། ད། སྐད་ཆ་ཟེར་ར་གལ་ཆེན་པོ་བྱས་ཡོད། དེ་ཡི་ག་རེ་ལབ་ཡིན་ན། ད་ལྟ། རྒྱ་གར་ལ་ངའི་གྲོགས་པོ་བྱོས་རེད་ཁོ་རང་མིང་ལ་རབ་བརྟན་ཟེར། ཁོ་རང་སྙེ་མ་སེ་ར། དགོན་པ་གི་གྲས་སུ་ཞིག་རེད། ངས་ཁོ་རང་ཅི་ལ། གྲྭ་པ་མཚམས་བཞག་བྱས།

བཙོང་བ་ཡོད། ཨ་ནི་ང་ལ་དེ་བཙོང་རོགས་བྱེད་ད་ལ་སོང། ངས་ལན་ཁྱོད་རང་དེ་ཡག་པོ་འདུག་དང་པོ་པར་གྱི་ནི་ང་ལ་བསྐུར་ཞུ་ད་ལ་དེ་བཙོང་ལོ་ཡག་རེད་འདུག་རེད་མི་འདུག་གཞན་པ་ཁྱོད་རང་ལས་དེ་མི་ཚོ་འཕྲོ་བརླག་རེད་ངས་དེ་ཚོའི་འཕྲོ་བརླག་རེད། གལ་སྲིད་དེ་ཡག་པོ་འདུག་ན་ངས་བཙོང་རོགས་བྱེད་འོས། ཁོ་རང་ལ་དུས་སྐད་ཆ་བཤད་ཡིན་པ། ཨ་ཁོ་རང་གིས་པར་བསྐུར་སོང་ང་ལ་པར་བསྐྱལ་ནས་དུས་བཏང་ཟ་ངས་ཡིན་མདོག་པོ་མཐོང་ཟེར་བ། འོ་དེ་གིས་ནི་ཁོ་རང་ལ་བསྐུར་ཞོག་ཟེར། ང་ལ་ཐལ་མ་དང་པོ་གཅིག་བསྐུར་རེད་འོ་དེ་འབྱོར་ཐུབ་ཡོད་མ་རེད་ཕར་རང་འཇགས་ལོག་འགྲོ་ཞེས་བ། ཐལ་མོ་གཉིས་བོ་དེ་ཏག་ཏག་དེ་སླེབས་ཐུབ། དེའི་ལས་བྱེད་ནི། ད་ལྟ་དེབ་འདི་དག་ང། ཁྲོན་ཏྲོ་མི་མང་ལ་ཕབ་འདུག་གསོལ་དབྱངས་ཀྱིས་ང་གཙང་བོ་བཏང་འདོད་ཡོད། ནི། ད་དང་པོ་དེབ་འདི་མི་མང་ཚོ་ཧ་གོ་ཡ་ལ་ཡ་ད་ང་ལ། དུས། མི་ཁྱེད་གསོལ་དབྱངས་ཀྱི་ཟུར་དུ་བ་ལ་ཅིག་ཚོང་བ་བཙུགས་ནས། རྟ་མགྱོགས་པོ་ཅིག། བཙོང་དགོས་བསམ་འདོད་ཡོད་དེ་ང་ལ་གཉིས་ནས་ཅིག་གསལ་བསྒྲགས་འགྲོ་ཐུབ་ན་ཡག་པོ་འདུག།

འོད་ཟེར་དམ་པ་ཁོ་རང་གི་སྤུ་གུ་ཚོ་ལ་གལ་སྲིད་བུའི་ཁ་ལོ་ང་ཚོའི་སྐད་ཡིག་བག་ཆགས་དེ་སྤྱི་འཇུག་གི་ས་ནས་སེམས་ལ་དྲིང་འཇགས་ཐུབ་ན། ཨ་འདི་མ་འོངས་པ་ཡ་ཆེན་པོ་ཆགས་དུས་རེ་ག་དུས་ནས་སོ་སོའི་མི་ཚེ་ན་ཁྱི་འདྲེ་གི་དེ་འདྲས་ཀྱི་བསམ་བློ་ཞིག་བཏང་བྱས། བྱིས་པའི་སྒྲུང་དེ་རྨང་གཞིའི་གི་སློབ་དེབ་གཅིག་དང་སྒྲུང་དེབ་ལ་ནི་ང་ལ་བསྐུར་སོང། འོ་དེས་ངས་དེ་རིང་ཁྱོད་རང་ཚོ་ལ་མ་རྩེད་སྒྲ་འཆིང་ར། ད་དང་པོ་དེ་ལ་ཁོ་རང་གིས་གཅིག།

བཀའ་འགྲོ་བས་ན་བཀའ་བྱེད། ང་ཚོའི་བོད་པའི་ཚིག་བཀའ། བཀའ་དེ་བེད་སྤྱོད་ཁོ་ཡར་ཀུ་ཤུ། རོ། ཀུ་ཤུ་གི་དོན་དག་དེ་སྒང་ལ་རུ་མོ་ན་སྟོན་ཡར་ཀུ་ཤུ་རུ་མོའི་སྐྱོག་དུ་ཕྱེད་སྙིང་ཆེན་མོ། ཐ་ན་ཤིག་གི་ཁག་ལ་ན། ཁང་པ། ཁག་གི་བེད་སྤྱོད་དེ། དུ། ང་ཚོའི་ཚིག་གྲོགས་ཚོའི་ལ་ཁང་པ། ཁང་པ་གི་དོན་དག་ཁ་ཏྲེ་བོ་རེ་སྒང་ལ་ཁང་པ། ཁང་པ་དེ་ལ་ནི་ཁང་པ་ལ་བོ་རེས་རི་མོ་དེ་ལ་དུ་བྱེད་ནས་དོན་དག་ཏག་ཏག། སྤྲད་ཐུབ་ཡོད་རེད། སྤུ་གུ་ཚོ་ངས་ཏན་ཏན་དེ་དགའ་བོ་བྱེད་བསམ་གི་འདུག།

བདུན་ལ་ཡ། ཁོ་རང་གི་སྒྲུང་དེབ་ཀྱི་འགོ་བརྗོད་དེ་བྱེད། རོགས། ཁྱོད་ཀྱིས་ཅི་ཞིག་བསྒྲུབ་ཐུབ། མ་རེད། ད་ནང་བཞིན་གྱི་འོ་ལ་ནི། ང་ནི་གཡག་རྒོད་ཤུགས་ཆེན་ཞིག་ཡིན། ང་སྦྲ་ནག་ཅིག་འཁུར་ཐུབ། ད་འདི་ཁོ་རང་གི་བསམ་བློ་ཞིག་ཡོད་སྟངས་རེད། ང་ནི་གཡག་རྒོད་ལས་འཚམ་པ་གཡག་རྒོད་ཀྱི་ཚིག་གི་དོན་དག་དེ་དག་རང་གཡག་ཡིན་པ་དང། ཤུགས་ཆེན་ཞིག་ཡིན་པས་ངས་སྦྲ་ནག་འཁུར་ཐུབ་སྦྲ་ནག་ལོས་འཚམ་པ་ང་ཚོས་གུ་རུ་ལོས་རོགས། ཚིག་གཞན་པ།

རྐང་བཅོས་སུ་ཕྱོགས་ལས་རྐང་བཅོས་སུ་འགྲོ་དགོས་ཤག། ཨ་ནི་སྤུ་གུ་ཚོ་ཆགས་ཤག་ན་སུ་སུ། རྒྱ་ལ་རོལ་མོ་བྱེད་ཚིག་མང་པོ་མེད་རྒྱོགས་རོགས། སྤུ་གུ་ཆུང་ཆུང་དེ་ཚོ་ལ་ང་ཚོ་ཞིའུ་གིས་ཁོ་ཚོ་ལ་ཅིག་བསམ་བློ་བཏང་ཐོས་རེད་བློ་ཡག་རེད་བྱས་གི་སླེབས་པ་ལ་ནུས་པ་དེང་སང་གི་སླེབས་ཐུབ་མེད་དུས་ཙམ་པ། ང་ཚོས་ལམ་སང་ཁོ་ཚོ་ལ་ཅིག་མང་པོ་བློ་བཅུ་བས་དང་འདྲི་སྤྲད་ན་ཁོ་ཚོ་དབྱིངས་བརླག་རོགས་དོ། ད་ཁོ་ཚོ་གི་དབྱིངས་དེ་ག་ལི་ག་ལི་ཅིག།

ང་ཚོས་ཉི་མ་རྟག་པར་གཟའ་མཇུག་གི་སླབ་གྲྭ་ཡོད་རེད་སྐད་ཡིག་ཐོག་ལ་ཧང་སང་གིས་དཀའ་ལས་རྒྱག་འོག་རེད། དེ་ག་ལ་ང་ཚོའི་སླབ་གྲྭ་བཙུགས་ཆོག་ཡ་གི་ཆོག་མཆན་རག་རེད་ཁྲིམས་ཀྱི་ཁྲིམས་འཛིན་གྱི་ཐོག་ལ་ཡོད་གཞུང་གི་འོས་བསྡུ་གིས་ཁོ་རང་གིས་ད་བི་གེ་ལ་ཅིག་ཕན་ཐོག་ས་རེད་བསམ་བྱས་ང་ལ་བྲེལ་བ་བྱས་སོ། བྱས་ཙང་ཁྱོད་རང་ཚོ་གེ་སི་ཁྲོང་ཁྲོ་ལ་ཡོད་རྒྱུ་ང་ལ་དགོས་འདུག་ན་ང་ལ་དཀའ་སྡུག་འབྲེལ་བ་གནང་རོགས་ཡང་མིན་ན་ངའི་སྤུན་ཆ་ཕོ་མོ་འབྲེལ་བ་གནང་ན་འགྲིག་རེད། ད་དེབ་འདི་ལ་ཀ་ན་ར་འགྲོ་ལོ་བཅུ་དེབ་གཉིས་ཡོད་རེད་དེ་ནང་ལ་སྒྲུང་དེབ་ལྔ་འགྲོ་ལོ་བཅོ་ལྔ་ཡོད་རེད་ཨ་ནི་ང་ལ་ཡོད་ཨ་ངེས་ཀྱི་འདི་ན་ཕིང་གི་བྱ་སྒོ་ཅིག་ཁེ་ཁང་ཟ་ཧོར་མར་བལྟ་དེ་རབ་བརྟན་ཁོ་རང་རང་གི་གོང་ཚད་རྒྱབ་སྐྱོར་རེད་ཨ་ངེས་གར་དེབ་ཚོང་བྱེད་ག་རག་རྒྱུ་དེ་ཁོ་རང་ལ་བར་སྤྲད་བྱས་ཡོད་ཨ་ང་ཚོས་ངོས་ནས་ཞུ་ཁོ་རང་རྒྱབ་སྐྱོར་སྤྲད་མ་ཐུབ་ནས་ངེས་ཀྱི་ཁོ་རང་བཙོང་རོགས་བྱས་ཨ་ངེས་ཇེ་ཐུགས་བསམ་དུ་ཡོད་ང་ཚོས་གལ་སྲིད་དེ་དང་དེ་ཚོ་ལ་ཁོ་རང་གི་ཕྱག་ལས་དེའི་དེང་ཚིག་གི་ཕན་རྒྱུ་ཡོད་ན་ངས་དེང་ཚིག་ཐོག་བྱེད་ཐུབ་རོགས། ཨིན་ཁྱོད་རང་ཚོ། ཀྲོང་ཀྲོ་ཡིན་ན་ང་ལ་འབྲེལ་བ་གནང་དང་ངས་ང་ལ་ག་དུས་དེབ་དེ་ལག་པ་ཡོད་ཡོད་པ་རེད། ཨིན་དུས་བལྟས་ན་ཏན་ཏན་ངའི་ཐུགས་ཕན་གསོས་སར་བསམ་གྱི་འདུག། ཨན་ད་ག་རང་ཡིན་མི་ཚེ་ངའི་སྤུན་ཟླ་བུ་མོ་ཐུ་ཆེ་ན་ཞོལ་ཡིན་རོགས་དུ་ཆེ་ནས་གཅིག་གི་བརྒྱུད་ལམ་དེའི་བརྒྱུད་ནས་བོད་པ་ཚོ་ལ་ཡང་གཅིག་སེ་ར་ཞིག་འགྲོ་ཐུབ་བཞིན་པ་ཡང། ག་འདྲེ་རུ་བཙོང་གི་ཡོད་ན་ག་འདྲེ་འདྲ་བོ་བྱེད་དགོས་ཡོད་ན་བསམ་ནས་བསྡད་དུ་ཡོད།